རྟགས་ས་བཅད་གཉིས་པ་དེར་མ་ཤེས་པའི་རྩོད་པ་སྤོང་བ། དེར་མ་ཤེས་པ་སྲིད་དོན་འཇུག་པ་རང་འགྲེལ་རྣམས་ལ་མ་ཤེས་པའི་རྩོད་པ་སྤོང་བ་འདིར་བ། དེ་ལ་ཡང་འདི་ཟན་ཤེས་པ་ཡིན་ན་མངོན་རྟོགས་རྒྱན་དང་འགལ་བའི་རྩོད་པ་སྤོང་བ་དང། རྒྱུད་བླ་མ་དང་འགལ་བའི་རྩོད་པ་སྤོང་བ་གཉིས་འདྲ་ཅི་ཡོང་གི་འདུག་བ། ད་ནི་ང་ཚོས་དགོན་པ་རི་རྩེ་ནས་མ་ཡོང་དུས་འོ་དེ་འདྲ་འདྲ་ཅི་ཡོང་གི་འདུག་བ། ད་དེ་ལྟར་མངོན་རྟོགས་རྒྱན་དང་འགལ་བའི་རྩོད་པ་སྤོང་བ་སྲིད་དོན་སྙིང་བསྡུས་མ་ཞུ་བྱ་བ་ཡིན་ན། བྱས་ཙང་མངོན་རྟོགས་རྒྱན་གྱི་སྐབས་ལ་ཡང་དེ་འདྲ་ཟུང་དུས་རྟོགས་པ་སྤོང་བྱེད་དྭངས་གསལ་འདི་འོག་ལ་བགྲངས་ཡོད་པ་ནང་བཞིན་བྱས་ནས

ཆོས་ཀྱི་བདག་མེད་དུ་མྱོང་བའི་ཆ་བ་སེར་སྣའི་མེ་ཏོག་དངོས་པོ་རང་བྱིན་མངོན་པར་བསྟོད་པའི་ཕྱིར་ཡོད་པ། དངོས་པོ་རང་བྱིན་མངོན་པར་བསྟོད་པའི་ཕྱིར་མེད་ན་ཐར་པ་ཐོབ་ཡ་མེད་པ་ཉིན་མོ་དམ་གྱི་སྲེད་པ་མེད་པ། འོ་དེ་གསུངས་ཡོད་དེ་ད་དངོས་རྟོགས་བྱས་ན་དེ་རྣམས་ལ་ལོས་ཡག་ཅེ་ན། ཉན་རང་ལ་ཆོས་རང་བྱིན་མེད་པར་རྟོགས་པ། མེད་པར་གསུངས་དེ་དང་འགལ་འགྲོ་གི་འདུག་ཟེར་ཏེ་ལབ་གི་ཡོད་རེད་བ། འོ་དེ་ཇི་ལྟར་དེ་ལ་བ། རང་ལུགས་ལན་བརྒྱ་ཡོད་འདོད་ག་ལ་ཡ་དངོས་རྟོགས་བྱེད་སྐབས་སུ་ལ་ཡང་ཆ་གཉིས་ཡོད་རེད།

ད་དེ་ཁོ་ན་ཉིད་ཀྱི་སྣོད་དུ་མ་རུང་ངེས་ཟེར་ནའང་མི་འདུག་འོ་དེ་འདྲའི་ལ་ཡ། སྤྱི་དང་ཉན་རང་ལ་ཆོས་རང་བཞིན་མེད་པར་རྟོགས་པའི་ཆ་བ་ཡོད་མ་རེད་ཞེ་ན་མ་རྟོགས་ངེས་ཡོད་ཨ་ཡིན་གསུངས་ཙང་དེ་གསུང་བ་རེད་མ་གཏོགས། ཉན་རང་འཕགས་པ་ལ་ཡ་ནི་ཐར་པ་ཐོབ་པ་ལ་ཡ་ཆོས་རང་བཞིན་མེད་པར་མ་རྟོགས་པ་ལ་ཡ་བ་ལང་ཐོབ་ཡ་ཡོད་མ་རེད་བ། ཅེ་ན་དེ་ཁྱོད་ཀྱིས་ཉིད་ལ་ཡ་མི་བྱེད་རིམ་ཐ་དད་རུང་མ་ཡིན་ཟེར་ཡ་དེ་ད། མངོན་རྟོགས་ཀྱིས་བསྒོམ་པ་མཐར་ཐོབ་པ་དེ་འོ་དེ་བྱ་དགོས་རེད་ཅེ་ན་དེ་བསྒོམ་པ་མཐར་ཐོབ་པ་དེ་ཐལ་འགྱུར་ཡོད་ཀྱི་ད་བསྒོམ་པ་རེད། འོ་དེ་གསུང་ཡོད་དགོས་རེད་བ། བདག་མ་ཀློག་བྱ་བ་ཡིན་ནོ། ད་དང་པོ་མངོན་རྟོགས་རྗེས་དང་འགལ་བའི་རྩོད་པ་སླད་ཡུལ་འདས་བ་ན་མངོན་རྟོགས་ཅན་ལས་གཟུགས་ཀྱི་རྟོག་པ་སྤོང་བྱེད་དང་འཛིན་པ་མི་སྤོང་ཤ་དང་སྟན་གྱི་སེ་རུ་བཏགས་པའི་ལང། ཡང་དག་འདོད་པའི་ཤེས་པར་བྱ་ཞེས་རང་རྒྱལ་གྱི་ལང་གིས་གཟུང་བ་བདེན་ཅིང་གཟུང་བ་བདེན་ཅན་གྱི་རྟོག་པ་སྤོང་ནུས་ཀྱང། འཛིན་པ་ལ་ཡི་བདེན་ཅན་གྱིས་སྤང་མི་ནུས་པར་གསུངས་པ་དང། ཡང་ཉོན་མོངས་ཤེས་བྱ་ལང་སོགས་ཡང་ཤ་ལོང་བ་སེ་རུ་རྒྱ་ཆེར་རྣམས་ཀྱིས་དག་བ་ཞེས་གཟུང་བ་ལ་ཡང། གཟུང་བ་བདེན་ཞེས་ཤེས་བྲལ་དུ་གསུངས་ཏོ། ཅི་ན་དེ་ག་ནི་རི་དྭགས་དེ། ཉན་རང་ལ་ཁྱོད་རང་བཞིན་མིན་པར་རྟོག་པ་ཡོད་ཡིན་ན། ད་ཉན་རང་འཕགས་པ་ལ་ཁྱོད་རང་བཞིན་མིན་པར་རྟོག་ཉུང་ཡིན་ཆ་བ་སེ་ན་ཡང་མི་འདུག་ཁྱོད་ཀྱིས་བདག་མེད་མ་རྟོགས་པ་ལ་འཕགས་ལམ་དུ་ཡང་མེད་ན། ད་སྔོན་རྟོག་བྱེད་རྣམས་ལ་དེ། ཉན་རང་ལ་ཁྱོད་རང་བཞིན་མིན་པར་རྟོག་པ་མེད་པ་གསུངས་ཡོད་དགོས་འདུག་ཨོ་དེ་རྩོད་པ་དེ་རྒྱག་ཡོད་འགོར་བ། དེ་ཅི། ད་ཐེངས་ཀྱི་མ། ལན་ནི་མ་གསུངས་ནས་ལན་རྒྱག་ཡོང་དུས་ག་ལ་ཡང་དེ་ལ། གཟུང་བ་ཤུ་རིག་ལ་ཞེན་པ་སྤངས་པའི་དོན་ནི། ད་དེ་ལ་ཡང་བརྟག་པ་བྱས་ནས་གཟུང་བ་ཕྱི་རོལ་ལ་བདེན་བཞིའི་ཁྱོད་རང་དག་གིས། རང་རྒྱལ་གྱི་གཟུང་བ་བདེན་བཞིན་གྱི་རྟོག་པ་སྤོང་ནུས་ཀྱང་འཛིན་པ་བདེན་བཞིན་གྱི་རྟོག་པ་སྤོང་མི་ནུས་ཟེར་ཏེ་ག་འདྲ་ཅི་ལ་དགོས་ཡོད་ས་དེ་ལྟ་བ་ཤེས་ནུས་མ་ལན་བརྒྱ་ཡིན་མི་འགྲོ། དེ་ལ་ཡང་གཟུང་བ་ལ། གཟུང་བ་ཕྱི་རོལ་ལ་ཞེན་པ་སྤོང་པའི་དོན་ནི་ཕྱི་རོལ་གྱི་དོན་ཚད་མས་དཀྲུགས་ཀྱང། ཕྱི་རོལ་བདེན་དཀྲུགས་རིགས་པས་མཁས་པས་དབུ་མ་པ་ལྟར་གཏན་ལ་དབབ་པའི་དོན་དགུ་ནི་བདེན་བཞི་སྤོང་བ་དང། ཉམས་མེད་ན། སེམས་གཙང་མ་ལྟ་ཅི་ཕྱི་རོལ་གྱི་དོན་རིག་པས་བཀག་པའི་དོན་དགོངས་པ་ལ་བརྟེན་ནས་ཕྱི་རོལ་ཡོད་པ་འཛིན་པའི་འཛིན་པ་སྤང་བ་གང་རུང་གཅིག་ལས་མི་འདའ་ལ། ད་ཁྱོད་རང་གིས་བྱས་ནས་གཟུང་བ་བདེན་བཞི་སྤང་འཛིན་པ་བདེན་བཞི་མ་སྤང་ཟེར་ཡ་གི་རང་ཆས་གི། དེ་གི་ད་གོ་བ་ན་མ་བཟོད་ན་གཉིས་མ་དུ་འགྲོ་ས་མི་འདུག་དེ་གཉིས་ལས་མི་འདའ་ལ། ད་དེ་གཉིས་ན་དང་པོ་དུ་མི་འཐད་དེ། དྭངས་མ་འགགས་རེས་ཕྱི་རོལ་གྱི་དོན་ཚད་མས་དྲུག་ཀྱང། ཕྱི་དོན་བདེན་དྲུག་རིག་པས་བཀག་ནས། ཤི་ཁྲིའི་གདན་དྲུག་རིག་པའི་རྐང་གྲགས་ལྡན་ཨོ་མ་བོད་ཀྱི་ལྟ་བ་ན་བཞི་ལྡན་བདེན་སྟོང་གཏན་ལ་འབེབས་ནས། གར་སེ་གོ་རེ། དོན་དགོངས་གཅིག་ནས་བདེན་བཞིའི་སྤངས་པ་ལ་བསམ་བཏང་གི་ཡིན། དེ་ལ་དང་པོ་བསྟན་ན་མི་རིགས་ཏེ། ཕྱི་དོན་སྤྱིར་ཡོད་པར་མཇུག་ཐོགས་པ་ལ་བྱེད་ན་ཤི་རུ། ཕྱི་དོན་སྤྱིར་མྱི་ཡོད་པར་མཇུག་ཐོགས་པ་ཡིན་གསུངས་ཙང་ཕྱི་དོན་ཡོད་པར་མཇུག་ཐོགས་པའི་སྟེང་ནས། གཟུང་བ་བདེན་བཞིའི་སྤངས་ནུས་འཛིན་པ་བདེན་བཞིའི་སྤངས་མི་ནུས་ཀྱི་ཁྱད་པར་ཡོང་གི་མ་རེད། མ་ཡུལ་བ་རྒྱུ་མཚན་ག་རེད་ཟེར་ན་གཟུང་བ་ཡུལ་ལ་གུས་རོགས་ཡུལ་གྱི་སྟེང་དུ་བདེན་མེད་གཏན་ལ་འབེབས་ཚར་དུས་ཨ་ནི་ཡུལ་ཅན་གྱི་སྟེང་དུ་བདེན་མེད་གཏན་ལ་འབེབས་ཡ་ལ་ཡ། ག་སྲིད་བོ་རེད། ཧ་མི་ཤུགས་ཆེ་ཕྲན་བ་བྱས་པ་ཚང་གཅིག་གིས་གོ་རྟོགས་ཐོབ་གི་ཡོད་རེད་མ་དེ་གཉིས་བར་རོ་གི་ཁྱད་པ་གས་ཡོད་མ་རེད་ཤེས་ན་དེ་འདྲ་ཡིན་པ་ཡི་སོང་ཙང་དེ་ལ་གུས་རེད། སྤྱིར་ཤེས་དོན་ཡོད་པར་མཇུག་ཐོགས་པ་ལ་བདེན་ཡུལ། དེ་ཁོ་ན་ཉིད་ལ་སྤྱོད་པའི་རིགས་པ་ཀྱི་ཁྱད་པ་ཞིག་ཡིན་ན་ནི། དེ་ནི་འཛིན་པ་ལ་ནི་བདེན་པ་ཡོད་མེད་ཀྱི་དཔྱོད་པ་ཞུགས་པ་ན་རིགས་པའི་ལྷག་མ་གྱི་མཐོ་ལ་བརྟེན་ནས་བདེན་མེད་དུ་རྟོགས་ནུས་པ་ཡིན་ཏེ་ཞེ་ན། བ་བ་ལ་ཡིས་གང་གི་སྔོན་གྱི་དེ་ཡོད་ཉིད་ལྟུང་བ་དེའི་དངོས་ཀྱི་དེ་ཡོད་ཉིད་དུ་ལྟུང་ཞེས་གསུངས་པའི་ཕྱིར་རོ། དེ་འདིས་ག་རེ་གསུངས་དགོས་རེ་ཟེར་ན། ད་གིན་ཁོད་ཀྱིས་གཟུང་བ་བདེན་ཞེས་སྤངས་ནུས་འཛིན་པ་བདེན་ཞེས་སྤངས་མི་ནུས་གསུངས་ཡན་གྱི་དོན་དག་དེ་ཤུལ་རོལ་གྱི་དོན་ཚད་མས་དྲུག་ནི་ཤེས་ནས་ཤུལ་རོལ་གཏན་ལ་འབེབས་ཐ་འདོད་དུ་གྱུར་པའི་དབང་བ་རང་གཅོད་པ་ན་གཞི་བྱས་ནས་ཤུལ་རོལ་གྱི་དོན་གཏན་ལ་འབེབས་ནི། ཤུལ་རོལ་ཡུལ་གྱི་དངོས་པོ་གྱི་སྟེང་དུ་བདེན་གྲུབ་རིག་པས་བཀག་པ་ཡིན་གསུངས་ཙང་བདེན་གྲུབ་རིག་པས་བཀག་ནས་དེའི་སྟེང་དུ་གཟུང་བ་བདེན་བཞིའི་དཔང། ད་འཛིན་པ་བདེན་བཞིའི་དཔང་མོ་དེ་འདྲ་གི་ཁྱབ་པ་བཤད་ན་འགྲིག་གི་མ་རེད། ཤུལ་རོལ་གྱི་དོན་ཚད་མས་གྲུབ་པའི་གྱི་ཐོག་ནས་མཇུག་ཐོགས་པའི་གྱི་སྟེང་ནས་གཟུང་བ་དཔེར་ན་ཡུལ་དངོས་པོ་འདྲ་གཅིག་གི་ཡིན་ན་ད་ནི་དངོས་པོ་བདེན་པར་མེད་པ་གཏན་ལ་འབེབས་པའི་རིག་པ་དེ་ག་རང་གིས་ཡུལ་རྐྱེན་ཧོན་འཛིན་མི་བྱེད་ཡང་འཛིན་པ་ཡང་བདེན་པར་མེད་པ་གཏན་ལ་འབེབས་ཐུབ་དགོས་རེད་ཤེ་ན་དེ་འདྲ་ཡིན་པ་ཡིན་སོང་ཙང་ཡུལ་བཟུང་བ་བདེན་ཞིང་སྤང་འདུན་ལ་ཡུལ་རྐྱེན་འཛིན་པ་བདེན་ཞིང་སྤང་མི་འདུན་གྱི་ཆ་བ་དེ་འདྲ་ལ་འཇགས་པ་ཡིན་ན་ད་ནི་བྱ་བ་འཐད་གི་མ་རེད་ཤེ་ན་དེ་ཡིན་སོང་ཙང་བ་བ་ལགས་ཀྱི་ལུང་དྲངས་ནས་གང་གི་དེ་བྱས་ཉེས་མཐོང་བ་དེའི་ངོས་ཀྱི་དེ་བྱས་ཉེས་དོ་ཐོང་ཤེ་ན་ཆོས་བརྒྱད་ཀྱི་གནས་ལུགས་ལྟར་དུ་ལྟོས་ཚ་འདོད་ག་ལ་ཡང་བདེན་ཅིང་བཟོད་པ་བཀོད་མི་དགོས་པ་བྱས་ནས་ཧ་མི་ཤུ་ཅོ་རིག་པ་བཤད་པ་ག་ཟེ་ད་དྲན་པ་ཙང་བརྗེད་ཀྱི་ལྟོ་ནོད་པར་གསུང་དགོས་རོ་བ་དུར་བྱེད། བདག་གཉིས་པ་བཏགས་ན་ད་རེས་གཉིས་པ་ག་རེ་ཟོས་ནས། གཉིས་པ་ད་ལྟ་སེམས་ཚང་མར་ལྟ་ཅི་ཆོས་རིག་གི་དོན་རིག་པས་བཀག་ནས་དོན་དགོངས་པ་ལ་བརྟེན་ནས། ཆོས་དོན་ཡོད་པར་འཛིན་པས། ཆོས་དོན་ཡོད་པར་འཛིན་པ་སྤོང་བ་བཅས་ལ་བཞག་གི་ཡིན་ན་ད་དེ་རེད། གཉིས་པ་ད་འདོད་ན་ནི། ལྷོད་པོའི་སེང་གེ་བཟང་པོ་ལ་བསུ་བའི་གི་འབྲེལ་པའི་ལོ་ཡིན་པས་ད་དེར་ཕ་སེང་གཉིས་ཀྱི་ལོ་རེད་བ། ད་འདོད་ན་ཕ་སེང་གཉིས་ཀྱི་ལོ་བཞི་ཆ་གཅིག་པ་ཡིན་ན

ད་དེ་ནང་བཞིན་བྱས་ནས་བྱས་ན་གཟུགས་དེ་གཟུགས་མཛེས་ཚད་མ་ལས་འཕགས་མཛད་གཞན་གྱི་སྤྲུལ་བའི་སྟོང་བ་སྟོན་ས་དེ་འཛིན་པ་སོགས་གཟུང་བ་ལས་མཛད་གཞན་གྱི་སྤྲུལ་པའི་སྟོང་བ་མ་གཏོགས་པ་སུ་ཡང་ཡོད་མ་ཤེས་ན་ཤུ་རུའི་མེ་བ་དྲོ་ན་དེ་འཛིན་པའི་ཤེས་པ་གཟུང་བ་ལས་མཛད་གཞན་མེད་པ་ནི་སུའི་དབང་པོ་ལྟོས་ཡང་འགྲུག་པས་ཅེ་ན་དེ་འདྲ་ཡིན་པ་ཡི་གཟུང་ཙམ་གཟུང་བ་བདེན་བཞིན་སྤང་ནུས་འཛིན་པ་བདེན་བཞིན་སྤང་མི་ནུས་ཀྱི་བྱ་བ་བྱེད་ཐུབ་ཀྱི་མ་རེད་ཅེ་ན་འཛིན་པ་ལ་བདེན་བཞིན་སྤང་མི་སྤང་བ་ནི་སྤྱིར་ཤེས་པ་བདེན་གྲུབ་ཏུ་ཁས་ལེན་པ་ལ་བཞེད་ཅིང། ད་སེམས་ཙམ་མ་ལུས་བྱ་བྱེད་ན། འོང་སྟེ། གཟུང་ཚད་ལྟ་གཟུང་ཚད་ལྟ་དེ་གི་ཤེས་གལ་ཆེ། བདེན་པར་འཛིན་པ་གཏན་མིན་པས། འཛིན་པ་བདེན་པར་སྨྲ་བ་རང་རྒྱས་དང། གཟུང་འཛིན་གཉིས་མེད་ཀྱི་ཤེས་པ་དོན་དང་དུ། གྲུབ་པར་སྨྲ་བ་སྣང་རིག་པའི་གཉིས་སྒྲོ་ཐག་མཚུངས་པར་ཚ་རེ་ཤེས་པ་ནི། སྲིད་ཅེས་པའི་བཞད་གད་དོ། ལ་གི་དོ། ཅེས་དང་འདི་ལ་ཡང་སྲིད་ཅེས་པའི་བཞད་གད་ལ་སྤྱི་ལྟར་ང་ཚོས། ག་རེ་ཟེར་སོང་ཟེར་ན།

གསུང་སྤེལ་གཉིས་པ་ཡིན་པ་ཡོད་དྲན་སེམས་ནང་བློ་ལས་ག་འདྲ་ཞིག་སོང་ཡོད་རེད་ཅེ་ན་སེམས་སྐྱིད་པའི་བྱེད་སྐལ་གོ་བ་རྒྱག་ཡོང་དུས་ག་ལ་ཡང་ད་འདི་ལ་ཡང་རྩོད་པ་ཞིག་རྩོད་འགྲོ་བ་ཁོ་ན་རེད་སངས་རྒྱས་པའི་ལོ་ལ་ཡང་རི་བོང་རྭ་མེད་ཟེར་བ་མི་འཐད་དེ། རི་བོང་ཡོད་པ་གང་ཞིག་རྭ་ཡོད་པས་ད་རྩོད་པ་རྩོད་པ་དང་གཅིག་པ་རེད་ཅེ་ན་དེ་ལ་ཡང་དགའ་མོ་ཞུ་ཡག་གི་གནས་རེད་གསུང་དགོས་རུང་བ་འོ་ན་དེ་རེད། ཁྱེད་རང་ག་རེར་ཟེར་ཏེ། སྤྱིར་བཤད་པ་བདེན་གྲུབ་ཏུ་ཁས་ལེན་པ་ཁས་ལེན་པ་ལ་བཞེད་ཅིང། སེམས་ཚང་མ་ལུས་བཞག་ཅིང། འོ་དེ་ཡིན་པ་ཡིན་གསུངས་ཙང་གཟུང་འཛིན་རྫས་ཚང་ཚིག་ཤེས་མཁས། ཤེས་བདེན་པར་འཛིན་པ་བརྟེན་མིན་པས། ཅེ་ན། འཛིན་པ་བདེན་པར་སྨྲ་བའི་རང་ཆས་དང། གཟུང་འཛིན་གཉིས་མེད་ཀྱི་བཤད་པ་དེ་དང་དུ་གྲུབ་པར་སྨྲ་ཡིན་སྣང་རིག་པ་གཉིས་གྲུབ་མཐའ་མཚུངས་པར་འཚལ། མཚུངས་པ་དེ་མཚུངས་པར་འཚལ་ཞེས་པ་ནི་སྲིད་ཞི་བའི་བཞད་གད་དོ་གསུངས་ཡོད་དོ།

དེའི་གསུང་གི་ཐོག་ནས་ག་རེ་ཟེར་བ་རེད་ཐལ་བ་གསུང་གི་དབང་པོ་གནོད་འདྲེ་ལྟོས་གསུང་གི་ཁྱད་པར་བཤད་ཡ་བྱུ་རུ་བ་ད་དེ་ཕ་སེང་གཉིས་ཀྱི་འོག་ད་དེ་འདྲེ་གི་ཁྱད་པར་བཤད་ཡ་དེ་ལུགས་འདི་ཐལ་འགྱུར་ཡོད་ལོ་དེ་ཡང་དེ་འདྲེ་གི་ཐོག་ནས་རིགས་ཅན་གསུང་གི་དབང་པོ་གནོད་འདྲེ་གི་ཁྱད་པར་དེ་མེད་པ་ཆགས་འགྲོ་གི་འདུག་ད་དེ་གསུང་གི་ཡོད་རོ་ཞེ་སང་དེ་ཡིན་དུས་འདི་ནི་ཐལ་བ་ཕྱི་འཁྲུལ་ཆོས་གསུང་གི་གང་ཟག་གསུམ

ཐེག་པ་འབྲིང་ལ་ཡང་ལྟ་བ་འབྲིང་འགའ་རེ་སེམས་ཙམ་མི་ལྟ་བར་ཐེག་པ་འབྲིང་རང་ཆས་ཀྱི་ཆ་དེ་རོ། གནས་ཡུལ་གྱི་འོག་རང་ཆས་པའི་ཕྱིར་ན་རང་ཆས་ཀྱི་ལྟ་བ་དེ་སེམས་ཙམ་མི་ལྟ་བ་ཉིད་གཅིག་པར་རོ། ཐེག་ཆུང་ལ་ཡང་ལྟ་བ་ཐ་མ་ཉིད་དོན་ལ་ཡང་གང་ཟག་གི་བདག་མེད་ཐུན་མོང་བ་སོགས་ནི་གང་ཟག་རང་རྒྱལ་ཐུབ་པའི་རྫས་ཡོད་གྲུབ་པས་སྟོང་པའི་ལྟ་བ་སྟེར་བ་ཞེ་ན་དེའི་གི་ཆ་ནི་དབང་པོ་རང་རིག་ཐིག་མཐའ་གསུམ་གྱི་ཁྱད་པར་ཤེས་ཡ་དེ་ད་ཐལ་འགྱུར་བ་ཁྱོད་རང་ལ་ལ་ཡང་དེ་མ་ངེས་པ་ཆགས་ནུས་ཀྱི་འདུག་བཞག་པ་ཡིན་གྱི་དེར་མ་ངེས་སོ། དེ་རྩོད་པ་དེ་རྒྱག་པར་རོ། ད་དེ་ལ་ཡང་རྒྱག་རུ་མི་བྱེད་ལན་ག་རེ་རྒྱག་པར་ཟེར་ན་དེ་སྐྱོན་ཡོད་མ་རེད། ཐེག་པ་གསུམ་ལ་ཡང་དགོངས་འཇགས་ཀྱི་ལྟ་བ་ལ་ཕྲ་རགས་དང་ཁྱད་པར་མེད་ན་ཡང། དེ་ཁོ་ན་ཉིད་རྟོགས་པའི་ཆ་ནས་རྟོགས་ཚུལ་གྱི་ཆ་ནས་བཤད་ན་དེ་ཁོ་ན་ཉིད་ཀྱི་ལྟ་བ་གསུམ་ག་ལ་ཡོད་པར་བརྟགས་ནའང་བརྟགས་ནའང་ཟེར་དུས་ད་དེ་འགྱུར་བློ་ལ་སྟེར་བ། དེ་ཁོ་ན་ཉིད་རྟོགས་ཉིད་ཐུབ་པའི་ལྟ་བ་དེ་གང་ཅིའི་ཐེག་པ་གསུམ་ག་ལ་ངེས་པར་དུ་ཡོད་དགོས་འོས་རེད་ཅེ་ན། ཕ་རླངས་ཡིན་ན་ད་གང་སྲིད་གང་འདོད་ཀྱི་ཕ་རླངས་ཐོབ་པ་ལ་སྟོང་ཉིད་མ་གཏོགས་ཕ་རླངས་ཐོབ་པ་མེད་གསུངས་ན་འོ་ད་ཡོད་དགོས་ཨ་ཡིན་གསུངས་ཙང་འོ་ད་འོ་ན་དེ་དེ་གི་ཐོག་ནས་ལྟ་བ་རང་འགྲིག་ཐག་གསུམ་གི་ཐོག་ནས་འཆལ་བ་མ་བྱས་ན་ཐེག་པ་གསུམ་པོ་འདི་ལ་ཡང་ཨ་ནི་དབང་པོ་རང་འགྲིག་ལྟོས་གསུམ་ག་རི་ཐོག་ནས་འཇལ་གི་ཡིན་པ་ཨཱ་དྲི་བ་བཏང་ཡོད་དུས་ཤེས་དེ་ཁོ་ན་ཉིད་མྱོང་དུ་གཏིང་དཔོག་མ་དཔོག་སོགས་ཀྱི་སྒོ་ནས་དབང་པོའི་ཡུལ་རིམ་པ་གསུམ་མི་འགལ་ལོ་ཞེས་ལན་བརྒྱ་བར་བ། བྱས་ཙང་དབང་པོ་རང་འགྲིག་ཐག་གསུམ་བཞག་ཡ་དེ་དེ་ཁོ་ན་ཉིད་རྟོགས་ཚུལ་གྱི་ཆ་ནས།

འོ་ན་དེ་ནི་རེད་བྱ། དེ་ནི་འཛིན་པ་ཤེས་པ་ལ་བདེན་ཞེས་སྤང་མི་ནུས་ལ། སྤང་མི་ནུས་པ་མན་ཆད་དུ་བསྟན་པའི་ཕྱིར་རོ། མངོན་རྟོགས་ཅན་ནི་ཤེས་པའི་བདག་མེད་ཀྱི་ལྟ་བ་ནི་མདོ་སྡེ་རྗེས་དང་རྗེས་གནང་གཉིས་དེར་སེམས་ཙམ་པ་ལ་འཆད་དུ་མི་རུང་བ་ཇི་ལྟར་མངོན་རྟོགས་ཀྱི་དགོངས་པ་མཐར་ཐུག་པ་དེ་ག་རེ་ཟེར་ཏེ་ཇི་ལྟར། མངོན་རྟོགས་ཀྱི་དགོངས་པ་མཐར་ཐུག་པ་དེ་ཐལ་འགྱུར་གྱི་ལྟ་བ། དེ་ལྟར་ང་ཚོ་མཁས་གྲུབ་རྗེ་ཀྱི་སོགས་ནང་བཞིན་གྱིས་ནི་མངོན་རྟོགས་ཀྱི་ཐད་ཀར་སོ། དགོངས་པ་མཐར་ཐུག་པ་དེ་ཐལ་འགྱུར་ཡོད་ལུགས་སུ་བཀྲལ་བ་རེད། དེ་གསུང་དགོས་རུང། དངོས་ཐོག་བརྒྱད་ལ་ཡང་དབུ་སེམས་སུ་འགྲེལ་ཚུལ་རྒྱ་གར་བ་རྣམས་ལ་ཡོད་པས་དེ་དག་གི་རྒྱུ་མཚན་མང་དུ་བཤད་དགོས་ཀྱི་རྩེད་མོ་ཏོ་རེ་བཤད་མ་འགྲོ་གསུངས། ད་དེ་རེད། ད་ཁྱོད་ཀྱི་བདག་མེད་རྟོགས་པ་ཡོད་པ་ད་དངོས་ཐོག་ཅན་གྱི་དགོངས་པ་མཐའ་ཐུག་པ་ག་རེ་ཟེར་ནས་ཁྱོད་ཀྱི་བདག་མེད་རྟོགས་པ་ཡོད་པ་དེ། ཁྱོད་ཀྱིས་ངའི་ལག་གཡས་མལ་ཆད་རེག་ནས་ད་དེ་རོ་མ་ཡིན་བསྟན་པའི་ཆོས་ཀྱི་བྱེ་བྲག་གིས་དེའི་དབྱེ་བ་ཡོངས་རྫོགས་བཅད་གསུངས་པ་འདི་ནི། ཉན་རང་རྣམས་ལ་ཡང་ཆོས་ཉིད་རྟོགས་པ་ཡོད་པར་བསྟན་ནོ། འོ་ན་འདིར་དེ་ལ་ཆོས་ཀྱི་དབྱིངས་ཞེས་པ་ནི་ཉི་ཁྲི་སྣང་བ་ལས་དེ་ལ་རྟོག་པ་དང་རྣམ་པར་རྟོག་པ། རྣམ་པར་རྟོག་པ་ནི་དངོས་པོ་དང། དངོས་པོ་དང་དེ་ཡི་མཚན་མ་ལ་དངོས་པོར་ཞེན་པ་སྟེ་དེ་མེད་པའི་ཕྱིར་ཆགས་པ་མེད་པ་ཉིད་དུ་རིག་པར་བྱའོ། ཡོད་པར་མ་བརྗོད་པ་ཉིད་ནི་ཆོས་ཐམས་ཅད་ཀྱི་དེ་བཞིན་ཉིད་དོ། དེས་ན་འདི་ནི་ཆོས་ཀྱི་དབྱིངས་ཉིད་འཕགས་པའི་ཆོས་རྣམས་ཀྱི་རྒྱུད་ཡིན་པའི་ཕྱིར་རང་བཞིན་དུ་གནས་པའི་རིགས། སྒྲུབ་པའི་རྟེན་ཡིན་ནོ་ཞེས་སྟོན་པར་བཤད་དོ་ཞེས་དངོས་པོ་དང་དེ་ཡི་མཚན་མ་ལ་བདེན་པར་ཞེན་པའི་ཆགས་པ་བཟུང་བ་ལྟར་ཡོད་པ་མིན་པའི་བདེན་སྟོང་ལ་བཤད་དོ། ཞེས་དང་ཆོས་ཀྱི་ཉིད་ལ་ཡར་མེད་ཕྱིར་སྲིད་པའི་ཆོས་ཀྱི་དབྱིངས་དེ་བདེན་གྲུབ་དཀའ་བའི་བཟང་པོ་སྟོང་པ་ཉིད་ལ་ཡར། ད་ལྟ་འཕགས་པའི་གེགས་ཉི་ཁྲི་སྣང་ཡང་དཀའ་ཐོབ་ལ་ཡར། འོག་ཏུ་ཟིན་ནས་དེ་ལ་ཆོས་དབྱིངས་རིག་ཡེ་ན་སྲིད་ཐ་ཞེས་དང་རང་རྒྱུད་པའི་བློ་ལ་ཡར་རང་བཞིན་གནས་རིག་དེ། དྲི་མ་མ་སྤངས་པའི་ཤེས་པའི་ཆོས་ཉིད་ཀྱི་ལ་ཡར་རང་བཞིན་གནས་རིག་བཞག་གོ་དགོས་རོ།

རིགས་ཏེ། སེམས་ཅན་ཐམས་ཅད་ལ་ཁྱབ་བདེ་བའི་རོ། གང་བདེ་བར་བྱེད་པའི་ཉེས་པར་ཁྱབ་བདེའི་རོ། ཞེས་དེ་ཉིད་དུ་མཆོད་ཡོན་ནི་ཐམས་ཅད་ལ་ཡང་སྤྱིར་གནས་པའི་ཕྱིར་རོ། རྗེ་བླ་མ་མའི་རྫུན་གསུམ་ཀུན་ནས་འཁྲུལ་ཕྱིར་དེ་བཞིན་ཉིད་ཡོད་མེད་ཀྱི་རིགས་ཡོད་ཕྱིར་ན་ནི་རིགས་ཅན་རྟག་ཏུ་སངས་རྒྱས་གཉིས་པོ་ཅན་ཞེས་ཏེ། འོག་ཏུ་དེ་ཁ་དོག་ལ་ཡང། རང་བཞིན་གནས་རིགས་སྒྲུབ་པའི་རིགས་པ་དེ་ལ་ཡང་རིགས་པ་གསུམ་གྱིས་བསྐོས་ཡོད། འོག་ཏུ་དུ་བྱས་ནས་བཤད་པའི་རྩོད་པ་བསྐུལ་ཏེ། རིགས་ལ་གནས་པ་ནི་ལམ་གྱི་སྐབས་སུ་རིགས་ལ་བསམས་པའོ། དེ་ཡི་ལན་དུ་ཇི་ལྟར་རྨིས་པ་ན་འཕགས་པ་འཕགས་པའི་ཆོས་རྣམས་ཀྱི་རྒྱུར་བརྗོད་པ་དེ་ལྟར་རིགས་ཡིན་པར་བརྗོད་པ་དེ་ནི་དེ་ན་སེམས་སྡེ་ཧ་ཅང་སྟེར་བ་མེད་པར་གསུངས་ཏེ། ཆོས་ཉིད་ཡོད་པ་ཙམ་གྱིས་ལམ་གྱི་སྐབས་ཀྱི་རིགས་ལ་གནས་པ་མིན་གྱི། ཆོས་ཉིད་ལ་ལམ་གྱིས་རྨིས་ནས་དགོངས་པ་ན། འདི་ཅི་ནི། ཆོས་ཉིད་ལ་ཡང་ལམ་གྱིས་རྨིས་ནས་དགོངས་པ་ན། འཕགས་ཆོས་ཀྱི་རྒྱུ་ཁྱད་པར་ཅན་དུ་འགྱུར་བའི་ཚེ་རིགས་ཁྱད་པར་ཅན་དུ་འགྱུར་བའི་དོན་ནོ། རྨིས་ཤེས་འཕགས་པ་གསུང་གི་ལམ་གྱིས་འཕགས་པ་གསུམ་ག་གི་ལང་ལ་སྦྱར་ནས་དམིགས་རྟེན་དེ་ལ་ཡང་རང་རྒྱུད་ཀྱི་སེང་ལྡེང་སྟོང་ལ་སྦྱར་ནས་དེ་དམིགས་པ་མཚུངས་པ་དེ་གསུང་དགོས་རོ། ཆོས་ཉིད་ཡོད་པ་ཙམ་ལ་ལང་གཅིག་ག་ཡི་རིགས་ལ་གནས་པ་མེད་རེད་མ་རེད། ཆོས་ཉིད་ལ་ལང་གཅིག་དམིགས་ནས་སྒྲུབ་དགོངས་པ་ན་ཕྱི་ན་ལང་གཅིག་དམིགས་ནས་དགོངས་པ་ན་སྲིད་དེ་ད་དམིགས་བྱའི་ལང་འཕགས་པའི་ལང་གིས་དམིགས་རྟེན་སེང་གི་ཆོས་ཉིད་ལ་དམིགས་འགྲོ་དུས་ག་ལ་ཡང་དུས་སུ་གཏོང་དགོས་རོ། འཕགས་ཆོས་ཀྱི་རྒྱུད་ཁྱད་པར་ཅན་དུ་བརྗོད་ཡོད་ཚད་རིགས་ཁྱད་པར་ཅན་དུ་འགྱུར་བའི་དོན་ནོ། དེ་ལྟར་སྣང་བ་ཆོས་དབྱིངས་ལ་དབྱེ་བ་མེད་པས་ཕྱེ་ན། འོ་དེ་ལྟར་ང་ཚོ་འདི་དག་གིས་ལབ་པ་ན་གཞི་བྱེས་ནི། ཐེག་པ་གསུམ་གྱི་རིགས་དེ་ལས་ཁྱད་པར་མེད་པ་ན་གཞི་དྲི་ཆེན་སེམས་ཀྱི་བཅུད་ཉིད་དང་དྲི་མེད་སེམས་ཀྱི་བཅུད་ཉིད་ལ་ངོ་བོ་དབྱེར་མེད་སའི་དོན་དག་གཅིག་པ་ནི་ཅི་རེ་བ། ཐེག་པ་གསུམ་གྱི་རིགས་ནི་རིགས་ཐ་དད་མི་རུང་ངོ་ཞེས་པའི་ལན་དུ་བསྟན་པས། ཆོས་དམིགས་བྱེད་ཀྱི་ལམ་གྱིས་དབྱེ་བས་རིགས་ཐ་དད་དུ་བརྗོད་དོ་ཞེས་སྟོན་ནོ། རྟེན་ནི་འདིར་དམིགས་པ་དང། རྟེན་འདི་དམིགས་པ་ཚིག་དོན་སེམས་ཀྱི་ཆོས་ཉིད་དེར་བཞག་ཅིག་ཅེས། བརྟན་པ་ནི་རྨིང་ཤད་ཀྱི་རྨིང་ཤད་ཡིན་ལ་ཞེ་ན་རྨིང་ཤད་ཀྱི་ལང། འཕགས་པའི་ལང་བ་ལང་མི་བྱ་ཐེག་པ་གསུམ་གྱི་བ་ལང་དེ་ལ་བཞག་ནས། རྨིང་ཤད་ལ་ཉན་རང་གི་ཐེག་པ་ཉིད་ཀྱང་ཡོད་ཅིང་ཅི་ལྟར་དེ་ཡིན་སོང་ཙང་རྨིང་ཤད་ཀྱི་ལང་དེ་ལ་ཡང་ཉེ་དུའི་བ་བ་དང་རང་ཆའི་བ་བ་ཀྱི་ལང་ཡང་ཡོད་རེད་དེ་བཞིན་བ་བའི་ལང་གཅིག་པོ་མ་རེད། ཅེས་འདི་འདྲ་ཡིན་པ་ཡིན་སོང་ཙང་ཆོས་ཉིད་ལ་དམིགས་པ་ལ་ཞེ་ན། བརྟན་རྨིས་པ་ཆོས་ཉིད་ལ་དམིགས་པ་ན་བརྟན་པ་ལངས་ཀྱིས། ཨོ། བློ་ངོར་ལ་ཡང་བདེན་གྲུབ་བཀག་ནས་བདེན་སྟོང་སུ་འཁྲུག་དགོས་རོགས་ཞེ་ན་དེ་ཡིན་སོང་ཙང་ཆོས་ཉིད་ལ་དམིགས་པ་ལ་བློ་བདེའི་ངོར་འགྲུག་དགོས་ལ། རྒྱུ་མཚན་ག་རེ་ཟེར་ན་བདེན་གྲུབ་བློ་ངོར་དུ་མ་སྐྱེས་པ་ལ་ཡང་བདེན་སྟོང་བློ་ངོར་དུ་མི་འགྲུབ་པ་ཡིན་སོང་ཙང་བདེན་གྲུབ་བཀག་པའི་བདེན་མེད་གཏན་ལ་འབེབས་དགོས་ཡོད་པ་འདི་ལྟོས་ན། འཕགས་པའི་ཐེག་པ་གསུམ་གྱི་འཕགས་ལམ་གྱི་དམིགས་གཞི་དམིགས་རྟེན་འཕགས་ལམ་གྱི། བཀའ་ཟེར་བ་རེད་བསྟན་པ་འཕགས་ལམ་གྱི་དམིགས་རྟེན། སེམས་ཀྱི་ཆོས་ཉིད་དེ་ལ་ཡང་དམིགས་ཏེ་ཡོད་པ་ཚད་མས་དམིགས་ཏེ་ཡོད་པ་རྟོགས་ཏེ་ཡོད་པ་དེ་སྒྲུབ་ཀྱི་ཡོད་རེད་དམ་ཐ་དད་ནི་སྟོང་ཉིད་རྟོགས་པར་ཡོད་པ་སྒྲུབ་ཀྱི་ཡོད་རེད་བ། ཞེས་དེ་འདྲ་ཡིན་སོང་བདེན་སྟོང་ངོ་མི་སྤྲོད་ཅིག་དེ་རིགས་ངོ་མ་སྤྲོད་ན་ཆོས་ཉིད་བློ་ངོ་དེ་མི་འགྲུབ་བོ་དེ་ཡང་དང་པོ། གཞི་ཆོས་ཅན་གཅིག་གི་སྟེང་དུ་ངེས་དགོས་པས་ངེད་རང་ལ་ཡང་ཕྱི་ནང་གི་ཆོས་ཅན་ལ་དམིགས་ནས་དེ་ཡི་ཆོས་ཉིད་བདེན་པར་སྨིན་པ་དམིགས་པ་ཡོད་པར་བསྟན་ནོ་བསྟན་ཏོ། བསྟན་ནོ་ཟེར་ཡང་དེ་ཅི། ཅེ་ན་ངེད་རང་འཕགས་པ་ལ་ཆོས་ཀྱི་བདག་མེད་རྟོགས་པར་ཡོད་པ། འོ་ན་དུ་ཞིག། ད་ལྟ་མི་བདེན་དང་དགའ་བདེན་པ། མི་བཞེད་ལངས་དང་གཏིང་དམིགས་པ་སེམས་ཀྱི་ཆོས་ཉིད་ལ་སྦྱངས་ནས་ད་ལྟ་གི་དེ་འོག་ད་དུ་ཟིན་ནས་ཡོད་པ་དེ་གསུངས་སོ། དེ་ལྟར་བྱས་ན་རང་རྒྱལ་ལ་ཡང་དེ་ཁོ་ན་ཉིད་ཀྱི་དོན་ཡོད་རྟོགས་པ་བྱེད་ཀྱི་ཡོད་པས། རང་རྒྱལ་ལ་ཡང་ཤེས་པ་ལ་བདེན་བྱེད་སྤང་མི་ནུས་པས་མ་ཁྱབ་པའོ་སོ། ད་གིན་ད་གིན་ང་ཚོས་གཟུང་བ་བདེན་པར་བདེན་བྱེད་སྤངས་ནས་འཛིན་པ་བདེན་བྱེད་སྤང་མི་ནུས་ཟེར་ཡང་དེ་ཆགས་ཀྱི་མ་རེད། ཅེ་ན། ལོག་ལྟ་ན་ཆོས་ཀྱི་བདག་འཛིན་དང། གང་ཟག་གི་སྡང་ཚིག་གཉིས་ཀ་ཉིན་མོ་པའི་དྲི་བ་ཡིན་པ་ཡིན་སོང་ཙང་ཉན་རང་དགྲ་བཅོམ་གི་དཔང་གི་རེད། ཉེ་དུས་ལ་ཡང་དེ་ཁོ་ན་ཉིད་རྟོགས་པ་དང་མ་རྟོགས་པ་གཉིས་སུ་ཡོད་དགོས་པའི་ཕྱིར་ཅི་སྟག་ཉེ་དུས་ལས་བྱེད་པ་ཡེ་ནས་ཡང་དག་གི་ལབ་པ་ན་ཞིག་བྱས་ནས་གཟུགས་སྒྲིབ་རྟོགས་པ་སྤོང་ཞིག་ཀལ་ཀལ་བསྟན་པའི་ཉེ་དུས་དེ་ལ་ཡང་དག་ན་ཕ་སེང་གཉིས་ཀས་དག་རང་སྲུང་འཁོར་བ་གཟུགས་སྒྲིབ་རྟོགས་པ་སྤོང་ཞིག་རེ་ཞིག་པའི་སྐབས་ཀྱི་བསྟན་པའི་རང་རྒྱལ་དེ་གས་ཉན་རང་གཉིས་ཀྱི་སྟོང་ཉིད་མ་རྟོགས་ཀྱང་ཆོས་ཀྱི་ཉིད་ལ་དབྱེར་མེད་ཤེས་པའི་སྐབས་ནས་བསྟན་པའི་གས་རང་རྒྱལ་ཉན་རང་གི་སྟོང་ཉིད་རྟོགས་གི་རེད་སོང་ཡོད་བ།

དེ་འདྲ་ཡིན་པ་ཡིན་དུས་ཉི་དོད་ལ་ཡང་དེ་ཁོ་ན་ཉིད་རྟོགས་པ་དང་མ་རྟོགས་པ་གཉིས་སུ་དབྱེ་དགོས་པའི་ཕྱིར་རོ། མངོན་རྟོགས་ཅན་དུ་ཡང་ཐེག་དམན་ལ་ཚུལ་གཉིས་གསུངས་པས་ཐ་དད་ཀྱི་དོན་ཉིད་རྟོགས་པ་དང་མ་རྟོགས་པ་ཚུལ་གཉིས་གསུངས་ཡིན་པ་ཡིན་གསུངས་ཙང། གཟུགས་ནི་ཚད་ཐ་དད་དུ་བདེན་པར་འཛིན་པ་ལ་ཤེས་འབྲས་དང་འཇུག་མི་འཇུག་གཉིས་འགལ་བ་དུ་བཞག་དགོས་སོ་ཅི་ན་མངོན་རྟོགས་ཅན་གྱི་མ་བསྒོམ་པ་འཁྲིད་ཚུལ་དེ་ལ་ཡང། གཟུགས་ནི་ཚད་ཐ་དད་དུ་གྲུབ་པར་འཛིན་པའི་བདེན་འཛིན་དེ་ལ་ཡང་ཤེས་འབྲས་དང་འཇུག་ངེས་དེ་རང་རྒྱུད།